འབངས་འདི་ག་ཡི་ཐང་སེ་མི་བཅུད་དུག་མེ་ལ། ད་ནི་འབངས་འདི་ག་ཡི་ཐང་སེ་མི་རྣ་ལུ་ཏེ་ཏག་ཏག་མ་ཨ་ར་ང་ཅག་གཉུས་བྱིན་གྱིས་རྨི་ཏེ་གཉུས་རྨིས་གྱིས་ཏེ་ང་ཚེ་ར་དམ་ཆོས་འཆི་ཆུང་དུས་སུ་ཏེ་དཔལ་སྒྲུབ་པ་རིན་པོ་ཆེ་ཏེ་ང་ཅིག་གིས་ཉི་མ་ལྷུག་ལྷུག་ཏེ་འཆི་བར་འཇུག་ཏུ་སེ་ཏེ་ཞུ་བ་ལྕགས་པོ་ཏག་ཏག་གཉུས་བྱིན་གྱིས་རྨི་ལེ་ཏེ་ཏག་ང་ཚེ་ར་ན་ལྷོ་ཁ་ཐུར་ལེ་ཏེ་བསུ་བ་ཞུ་རྨིས་ཏེ་ཏག་ཏག་མ་ར་ཏེ་ནག་གི་སྦྱིན་བདག་ཡིན་མེད་སྨོས་ལ་ཏེ་འོ་སྒོས་ནི་འོ་མཚོ་ལམ། དེ་སྒྲུ་རྣམས་ཀྱིས་དེ་ཁོང་དང་འཕགས་པའི་རྒྱུ་སུ་དེ་གྲ་སྦྱིན་དང་འཁོར་དང་བཅས་པ་བས། དེ་ལས་ཡང། གྲུ་ཐོག་ཁོག་ཁོམ་རེ་བིས་ཀྱི་གདན་ས་གཟིམས་མི་ལ་ཡང། ཡོན་འཛོམས་ཆོས་བརྒྱུད་དེ་ཁོག་གི་གྲ་ཕུར་ལོ་སྦྱིན་བདག་དང་བཅས་པ་ཚུགས་ཀྱི་བས་ཏཱ་ནི་ལ་བས་དེ་ལྟ་ཕེབས་སུ་དེ་ཞུ་ཞུ་ཡིན་པས་སྲི་ཞུ་ནི་ལ། ཏཱ་ནི་བས་བེ་ཤི་ལ་དེ་ལས་སྔོན་མེད་ཀྱི་དམ་ཆོས་འཇམ་གསུང་གི་དབང་དུ་བཏང་མ་ཕྱིན། དེ་བྷང་ག་ས་ཀྱི་ཁ་ཐུག་གིས་དེ་ལྟ། གནས་བདག་གཞི་བདག་ལྷག་པར་དུ་དེ་ལྟ།

བོད་ཡུལ་ལ་ཚེ་འདི་ན་མེད་ཆུ་ཟླ་རེ་བྱོན་བོད་ཚེ་འདི་བྱིན་རླབས་ཆེ་སེ། ད་ནི་གི་དེ་དགོན་བཞེས་དེ་སྐུ་ལས་དེ་ལྟར་ང་ཅག་གཞན་དེ་ལྟ་བས་སྒྲུབ་པའི་ངག་དབང་རྣམས་ཀྱིས་འདི་སྐུ་འཁྲུངས་པ་གང་ཕྱིན་བུས་ལུགས་འཁྲུངས་བུའི་བསམ་སྦྱོར་ལས་དེ་བཏང་མིན་པ་ལྷོ་སྐལ་རྡོར་དེ་ནས་ཞུ་བྱས་ཀི་སེ། ད་ནི་གི་དེ་བཞེས་དེ་སུ་ཕུད་དེ་དེ་ན་ལོ་འགའ་ཡི་བྲོ་འཁྲབ་ཀི་བུ་གི་གླུ་ལེན་དེ་ཡལ་མ་ཐག་གི་ང་ཅག་ལ་སང་ཨིབ་དེ་འགྲོ་དེ་གི་བྱོན་ཆུ་མི་ས་ཆེ་རང་ན་ལས་དེ་ང་ཅག་དེ་ཉི་མ་ལྷོ་དེ་ལྷོ་ཡི་གི། དེ་ལྟར་བསྡུས་ཤིང་འདིའི་ཆ་མཉམ་རགས་ཏེ་དཔལ་སྒྲུབ་པ་རིན་པོ་ཆེ་འཁོར་རིགས་ཀྱི་གདུལ་བྱ་གྱི་ཞིང་དབྱིངས་ལ་བསྟན་ཏེ། དེ་ང་ཅག་མྱོས་བྱིང་གི་མིག་ཡི་ཁ་ཐུ་ལུ་བའི་ས་ཕྱི་རོལ་ཡང་ངེས་ལེན། འདི་སོ་མ་ཐུ་གཏུབ། བླ་མེད་བསམ་མེད་ཀྱི་དགའ་སྤྲོ་དང་བྲལ་བ་དཔག་ཏུ་མེད་པའི་ཀྱི་སྒོ་ནས། མྱོས་མེད་ལྷ་འདྲེ་དམ་ཆོས་ཆོས་སྐྱོང་འདི་ཚུལ་གྱིས་སྦས་ཏེ་བའི་ས་ཕྱི་རོལ། དེ་ལྟ་བཞིན། དེ་ང་ཅག་མྱོས་བྱིང་གི་མིག་ལུས་ཐུ་རུ་མྱོས་མེད་འགྱིས་ཏེ་ལྷ་འདྲེ་ལུས་མི་ཐུབ་ཚེ་མྱོས་མེད་ཀྱི་ལྷ་འདྲེ་གལ་ཏེ་ལ་ཁ་ཡོད་པ་དེ་ན་ལུང་བསྟན་མེད་པ་འདྲ་བོ་ཞིག་སྦས་པ། ལུང་བསྟན་མི་དམིགས་ཀྱི་མིག་གིས།

དེ་རྒྱུན་བཞུད་ལུགས་ཁྱད་ཅིག་ང་ཡོད་མི་འདུག་ཚོས་དང་ནེ་ལོ་དགུ་ཚུགས་འདུག་གི་པས་དེ་དག་ཐོག་ཡིན་པས་ལ་དང་ནེ་བོ་ད་ལོ་ང་ཆིག་འབྲུག་རྒྱལ་ཁབ་ན་ལུགས་དེ་དག་གཞས་ཀྱི་ནང་ལས་ཅི་དེ་བྱིན་རླབས་ཆེ་ཤོས་རྩ་ཆེ་ཤོས་དེ་རྒྱུན་གཞས་པའི་རྩི་གོ་མི་དེ་དེ་བྷ་པི་ན་འབྲོམ་ཆོས་ཀྱི་སྐབས་དུ་ལུགས་དེ་ལྕགས་སྒོ་ནི་རུ་པའི་སྒྲུབ་པ་རིན་པོ་ཆེ་དེ་ང་ཆིག་གི་ཆིབས་ཁ་ཉི་མ་ལྷོག་ལུགས་འཇུག་དུས་ཀྱི་སྒོ་དང་པ་གི་རྟེན་འབྲེལ་དེ་ཏོ་རུ་རྒྱུན་ད་ག་ས་བྷ་ལ་ཡ་ལ་གི་མི་དེ་སུ་གི་ཕེབས་བསུ་ཞུ་ཁོང་གི་རྩི་ཚུགས་མ་ནེ་གི་སྐབས་ལུགས་ཁོང་གི་བུ་ཕུལ་གྱི

ཚྭ་ཆུ་ཕུག་གི་གནས་བུ་ལུགས་ཏེ་གནས་བུ་གི་མིང་ཏོ་ལི་ཁབ་ཟེར་ལ་འདུག་མོད་དེ་དེ་ན་ལོ་ད་མིང་འདི་ཚོ་དེ་གང་མིན་གོ་མེད་ང་ཅི་ལ་དང་ཐ་ཟུར་གི་དབུས་ཀྱི་མིང་བས་ཏེ་ཨ་ནི་དབུས་མཐའ་ཟུར་ལ་བ་གི་མིང་འདི་ཚོ་གུས་དྲ་སི་འོ་མ་བ་ང་ཅག་རྨི་ཡི་མིང་བེ་རུ་ག་ཡེ་ར་བ་ཡི་མིང་གླང་གི་མིང་མོ་རྨི་ཡི་མིང་ལུག་གའོ་གའི་སེ་ཨ་ཏེ་ཁ་ཅི་ལོ་ཕོ་གའི་བེ་བ་ཅི་གའོ་གའི་སེ་ཨམ་ཚུ་བེ་བ་ཅི་ག་ཆུམ་སེ་ཨམ་སུ་ནང་སེམས་གཅིག་གིས་མི་ཡིན་པ་ནི་ང་ཅི་ར་ཏཱ་ནི། ད་ས་ལ་བ་གི་ཏའི་ཡུག་ཅི། ས་ཐམ་ཐི་ལ་བ་གི་མི་ཡིན་ད་ནི་གསུངས་པའི་གཞན་དི་ལོ། དེ་ལོ་ཡ། ཚ་ཆུ་ཕུག་གི་གནས་དབུས་ཀྱི་མི་ལོ་དགུ་ཚུགས་ཏོ་ལི་ཁབ་སེ། ཏོ་ལི་ཁབ་སེ་མི་དེ་མིའི་ལས་ཞིམ་གྱིས་མེ་མ་བ་དེ་ཡིན་མ། ད་ནི་ལོ་ཡ་དེ་ད། པའི་སྒྲུབ་པ་རིན་པོ་ཆེ་ཞེ་གི་ཤུ་ཤོ་འུང་དེ་བ་ད་དེ་དབུས་ཀྱི་ལུ་མ་ནི་གསུམ་དེ་ད་ལོ། ལོ་གནས་དབུས་ཀྱི་གཞན་དི་ལོ་ད་མིའི་མི་དེ་བ་བཞག་དེ་གནས་དབུས་ཀྱི་མི་ཡའི་ཏོ་ལི་ཁབ་སེ་ཡིན་མི་ནོ་དེ་ད་ཏོ་ལི་ཁབ་སེ་མི་ཐུབ་པའི་དེ་དེ། དུད་འགྲོ་ནོར་བཟང་བཅས་ཡང་དགའ་ས་ཚ་ཤུལ་གྱི་དེ་གནས་དབུས་ཀྱི་མི། དེའི་བཙུན་པས་ད་དུང་ཡང་དགའ་ས་བཀྲ་ཧེ་མ་དགའ་ས་བཀྲ་ཤིས་མཐོང་མོད་ཚུལ་མེད་པ་དེ་མོ་ཧེ་མ་དགའ་སེ་སོང་ནས་དགའ་སེ་གི་རིས་མེད་གི་དེ་ཕོ་ལྷ། གྲགས་སྙེམས་བསྲེ་ལབ་བདོ་མེད་ད་ང་ནི་ལོ་ཡི་དེ་མིའི་རྩ་བ་དེ་དཔལ་སྒྲུབ་པ་རིན་པོ་ཆེ་གི་བཀྲ་ཤིས་མཐོང་མོད་ནི་སེ། དེ་གནས་དབུས་ཀྱི་མི་བས་ན་ནམ་ཡང་བཀྲ་ཤིས་མཐོང་མོད་སེ་མིན། ད་ང་ནི་རི་ལོ་ཤུ་ཤུའི་དགའ་ས་གི་རྫོང་དེ་སུ་བཏབ་བདེ་བདོ་ལས་དེ་ཨ་ནི་གནས་དབུས་ཀྱི་མིའི་འདི་ར་བཞག་དེ་གི་ད་རི་ནག་པ་དེ་དགའ་ས་བཀྲ་ཤིས་མཐོང་མོད་ནི་སེ།

དེ་ཨ་ནེ་ལ་དེ་བླ་མ་རིན་པོ་ཆེས་དཔལ་སྒྲུབ་པ་རིན་པོ་ཆེ་ཨ་ནེ་བཅོམ་གཅིག་དེ་ཁོང་ཅག་ཅག་བུ་བསུ་བར་ཞུགས་འདི་གུས་པས་དེ་དེ་སྲིད་དེ་ན་ལོ་ལྕགས་གྲི་བཅབས་དེ་དགུང་གཞལ་ཡས་དེ་ན་ལོ་བཞུགས། དེ་ཨ་ནེ་བས་དེ་དེའི་ནང་པ་དེ་ད་རུ་དེ་ཨ་ནེ་ལས་སླེབ་ན་ཐང་ལེ་བས་དེ་བྱོན་ངོ་བས་དེ་དེ་བ་དེ་ཡས་ལ་མ་མགུ་ཙི་བུ་ག་མེད་ཨི་མ་དེ་སླེབ་ན་ཐང་ལེ་བས་བྱོན་འདི་གུས་པས་དེ་མ་ཅག་སམ་གང་སེམས་ཨི་ན་གུས་པས་དེ་ཤུ་བདའ་ལུ་དེ་ཨ་ནེ་ལུ་དེ་དཔལ་སྒྲུབ་པ་རིན་པོ་ཆེ་གིས་དེ་ཡ་ཅན་ཡ་ཧོ་ཁེ་ལ་ལུ་ས་ཤེ་ཟིས་བས་བས་ཝའི། ཡིན་གྱི་མི་སེ་སྐུ་ཚེ་འདི་ན་ལུ་ས་ཨ་ནེ་ལ་ལོ་འདི་གུས་པས

དེ་དར་ནང་བ་དེ་དེ་ཧེ་མ་པད་སྒྲུབ་པ་རིན་པོ་ཆེ་བཞུགས་ཚུལ་གྱི་ཁྱིམ་འདི་དེ་རམ་བྱང་ཁོ་ཡག་སུ་དེ་ལོ་ཞུ་ཞུ་ཚུལ་སྤུ་དེ་གི་པད་དེ་ལྷ་ཁ་གི་སྡོང་པོ་ཅི་ག་ཡོད་པའི་གི་ལོ་རྒྱུན་ཡིན་པས་ལ་གཉིས་ག་དེ་བ་ར་གཉིས་རུ་དེ་པད་སྒྲུབ་པ་རིན་པོ་ཆེ་གི་གནས་ཚང་དང་བ་དེ་དང་ནི་རུ། དེ་ཆོང་མེ་ཨ་ཨ་འདུ་སེ་མི་དེ་གི་ཁྱིམ་དང་ལོ་བཞུགས་དང་ཨ་ན་ལ་བད་དེ་འདུ་སེ་མི་དེ་དར་ནང་བ་ཨ་ནི་ཁོ་གི་སྨིག་རྒྱུད་དེ་ཨ་ལ་ཡ་ལུ་ད་ཏོའི་ཡོད་མ་བ་ལ་དེ་ད

དེ་ལ་དེ་དེ་ན་ལོ་གནས་དེ་ན་ལོ་བཞུགས། དང་ན་ལོ་གནས་བཞུགས་ཚར་ལོ་དེ་དཔལ་སྒྲུབ་པ་རིན་པོ་ཆེ་གི་གསོལ་ར་ནང་རྣམས་གཡུ་ལུང་གསུམ་ཁྲོ་ལུང་གསུམ་ཟས་སྣང་མི་འདི་སུ་དེ་ལས་ཤིང་གྲུ་གསུམ་དང་ནི་བའི་སྣང་བྱིན་རླབས་སྦས་པའི་སྣང་མི་འདི་སུ་ད་དོད་དེ་ལྟ་དེ་སུ་ག་ཡ་བྱེད་ནུས་ཡོད་སེམས་ཡ་ལ་ཡ་ལུ་སྦྱོར་བ་བྱིན་ལ། དང་ན་ལེ་བའི་དེ་ད་ལ་ཡ་ཡོན་འཛོམས་ཆོས་སྤྱོད་ཀྱི་བས་དེ་ལེ་བའི་དེ་དེ་འདྲེན་ཞུགས་དུས་ཀྱི་བས་དེ་ཡོན་འཛོམས་ལུ་ཡ་ལ་ཡ་ལུ་ཡོན་འཛོམས་ལ་ཨ་ཚིག་བཞུགས་ཞུགས་པའི་ཞག་གཉིས་ཀྱི་དང་ན་ལོ་བཞུགས་པའི་ཀྱི་ད་རིང་ག་ལུ། དེ་ཁྲ་བུ་ལོབ་དང་དེ་དེ་ནག་གི་སྦྱིན་བདག་དེ་ལ་ཡང་ཁོང་རང་ཡ་ལ་ལ་ཡ་ལ་བ་གི་ཇོ་བི་གི་སྡེ་ཚུ་ཚུ་གི་ཤི་ཏེ་ཏ་སྙན་ཁུང་མ་ཏུ་ཏུ་པེ་ཏེ་ཏ་ཤུ་ཡི་གི་ལོ་རྒྱུ་མེད་འབུལ་བ་ཞབས་ཏོ་དུ་སུ་ཀ་ཏེ་ཏ་ཏྲ་ཤུ་དེ་ལ་ཨ་ནེ་བེ་ཏ་ཞང་ཉིན་ཅིག་ཡིན་ན་ལོ་དེ་སྐུ་ངལ་ནའང་བཞུགས་འོས་པས་དེ་ལས་ཡུལ་མ་རིམ་ཅི་ག་དེ་ལ་ཏེ་ཡ་ལ་ཚུགས་འོས་པས་ཏེ་རིམ་པ་བཞིན་དུ་བས་ཅང་སྟག་ཚེར་ཁ་ལ་ཚུགས་འོས་པའི་རྒྱུད་འདི་གི་བས་ཏེ་ཏ་པས་སྒྲུབ་པ་རིན་པོ་ཆེ། དེ་ལྟར་ཨ་ནི་ཡ་བྱང་སྟ་ཙི་ལོའི་ཚུལ་བརྒྱུད་བཅོམ་ལྡ་ལུ་ཏི་ཨ་ན་ལོའི་དེ་ཞབས་རྗེས་སྤྱི་བྱ་བེད་ཀྱི་ལོ་རྒྱུས་མེད་ལ། དེ་ཆིབས་སྨད་ཉག་དཔལ་སྒྲུབ་པ་རིན་པོ་ཆེ་འཁོར་བ་མི་མེད་འཁོར་རིགས་ཀྱི་ཆིབས། དེ་སྟག་གི་བེ་ཞབས་རྗེས་བྱ་དེ་གི་བེ། དེ་ས་ཆ་འདི་ན་ལུ་ཏི་ཧེ་མ་སྟག་ཚེ་རི་སི་ལ་བི་སེ་མེད་པ། དེ་ས་ཆ་འདི་གི་མི་ལུ་ཏི་ཨ་ན་ལོའི་དགུ་ཚུགས་འདི་གི་བེ། དེ་དཔལ་སྒྲུབ་པ་རིན་པོ་ཆེ་གི་ཆིབས་བརྒྱད་དེ་ན་ལུ་ཞབས་རྗེས་བྱང་ནི་དེ་ཞག་དང་ནི་གི་དེ་སྟ་ཇི་ཁ་སེ། དེ་སྟ་རི་ནག་པ་མི་ཡང་ནི་བི་ཡུ་ཡུ་སེ་མེད་སྟ་ཇི་ཁ་སེ།

སྙུན་མི་བཞི་དག་དེ་སུ་ཀེ་ཏི་ན་ལ་དེར་ཞུ་བ་དེ་ཕེབས་སུ་དེ་སུ་མ་ཏུ་ཏུ་པེ་དེ་ཞུ་ད་ཨ་ནི་བི་བི་ཡི་སྐབས་དུ་ལུ་དེ་ཞུ་ཡིག་སེ་ཀི་ཏཱ་ཚུན་ལུ་ད་ཏོའི་ཨ་ནི་སྟོང་བཞུ་དྲག་ལུ་རྡོ་ལེབ་བཅུ་དགུ་ལུ་མི་ད་སེམས་ཅན་འདྲ་བོ་མ་འདྲོ་ལས་ཤ་ཀི་རྐང་བཅོ་ཡོད་སེ་མེ་བ་ཨ་ནི་ག་ཅི་མ་ཚོ་བ་ཅི་དེ་པའི་སྒྲུབ་པ་རིན་པོ་ཆེ་དེ་ད་ཏཱ་ཅི་ཁ་ལེ་མ་ཨ་པེ་དེ་རྒྱུད་དེ་དགའ་ས་ལུ་བྱོན་མི་ཀི་སྐབས་ལུ་དེ་ང་ཚེ་ར་མི་ངེས་ཆུ་མི་དི་དི་ལུ་སྙུན་མི་ལྷ་འདྲེས་དེ་དང་མི་མ་ཡིན་གྱི་སུ་ཀེ་པའི་སྒྲུབ་པ་རིན་པོ་ཆེ་ང་ཞིག་གི་ནང་ལ་བྱོན་ནུས་ལོ་འགའ་སོ་ཞུ་དེ་གི་པའི་ཨ་ནེ་གི་རྟ་སུན་འཛུམ་ཆུ་བོའི་དར་ཐོ་ཨེ་དེ་རྡོ་ལུབ་ཅིག་གུ་ལུ་དེ་དག་རྨི་ད་སེམས་ཅན་དགྲ་བོ་མ་འགྲོ་ལས་ཤ་ཅིག་རྐང་གཅིག་ཐོན་དེ་གི་དེ་དར་ཐོའི་རྗེས་ནི་འདུག་སེ་མེད་ལ། ད་ཨ་ནེ་བའི་པའི་བུ་ད་ལོ་དུས་སུ་ལུ་པའི་ང་ཞིག་གི་རྟ་བཞིན་བྱེད་དུས་པའི་ས་སྐྱེ་རོའི་དེ་དཔའི་སྒྲུབ་པ་རིན་པོ་ཆེ་ང་བ་རྣམས་གི་སེམས་མི་དེ་ཉི་མ་ལྷོག་ལུ་ཆེ་ཁ་ཇོ་གུ་མི་དེ་དེ་དར་ནང་བ་གི་མི་དེ་སུ་ཀེ་བླ་རྡོ་བཟུང་པའི་ཨི་མ་ག་མེ་མ་ག་ཅིག་རྨུ་ལ། ད་དེ་ལོ་ཅི་ར་ཞོ་གོབ་ཐོན་མེད་ལ་དེ་ཞོ་གོབ་མ་ཐོན་མ་ལོ